ཨེ་འདིར་ཏེ། བོད་ཁ་བ་གངས་ཅན་གྱི། ཨེ་ནི་ལྷག་པའི་ལྷ། གལ་ཀུན་སྙིང་རྗེའི་རང་གཟུགས། འཕགས་མཆོག་ཕྱག་ན་པད་མོའི། གཟུངས་སྔགས་ཡིག་དྲུག། ང་ཚོ་གཅིག་བསགས་ཀྱི་ཡིན་ན། ཡང་མི་མང་པོ་གཅིག་གིས། གཅིག་བསམ་པ་གཅིག་སྒྲིལ་གྱི་ཐོག་ནས་བསགས་ཀྱི་ཡིན་ན། གལ་ཀུན་སོ་སོ་རེའི་ཕན་གྱི་རེད་ལ། སྤྱི་ལ་ཡིན་ནས་ཕན་ཐོགས་ཅིག། ཡོང་ཐུབ་ཀྱི་རེད། ཚེ་འདི་འདྲ་ཡིན་དུས་མ་ནི་བསགས་ན་བསམ་དྲན་སོང། མ་ཎི་ས་དུས་ཙམ་ནས་མ་ཎི་དོན་དག་བསམ་བློ་འཁོར་བའི་ཐོག་ནས་མ་ཎི་དྲང་བསང་ན་ཡག་པོ་ཡོད་རེད། མ་ཎི་དོན་དག་མ་ཤེས་པ་བྱས་ཨེ་ནི་ཨ་ཁུ་ནས་ཚུལ་མ་ཎི་དྲང་བའི་བཟོ་རབ་བྱས་ནས་དགོས་པ་ཁེལ་ཡོད་མ་རེད། ས་དེ་འདྲ་ཡིན་དུས་ཙམ་ནས་མ་ཎི་ཡིག་དྲུག་ས་བོན་ཧྲི་བསྣན་པ་ཡིན་ན་མ་ཎི་ཡིག་བདུན། ནམ་རྒྱུན་ཡོངས་གྲགས་ལ་མ་ཎི་ཡིག་དྲུག་ཟེར་རེད། ད་དེ་ཡི་གེ་དྲུག་འདི་གི་ད་དོན་དག་སྟེ། དང་པོ་དེ་ཨོམ་ཟེར་བ་གི་ཨོམ་དེ་ཨེ་ནི། ག་ད་དོན་དག་མང་པོ་བཞི་པོ་གཅིག་ད་གོ་ཡག་ཡོད་རེད། གཞན་ད་སྐབས་འདིར་ཨེ་ནི་ཨོམ་ཟེར་བ་དེ་གི་ཡི་གེ་ཨ་ཨོ་མ་གསུམ་ཡོད་པ་ཡིན་དུས་སང་ནས་དེས་ཨེ་ནི་རང་གི་ལུས་ངག་ཡིད་གསུམ་དེ་མཚོན་པར་བྱེད། སེམས་ལྡན་གྱི་དག་མ་དག་གི་སེམས་ལྡན་གྱི། གང་དག་ཡིན་ནི་ལུས་ངག་ཡིད་གསུམ་པོ་དེ་བྱེད། རགས་པའི་ལུས་ངག་ཡིད་གསུམ། ཕྲ་བའི་ལུས་ངག་ཡིད་གསུམ། ཤིན་ཏུ་ཕྲ་བའི་ལུས་ངག་ཡིད་གསུམ། མཚོན་ཡང་བྱེད། ད་དེ་འདྲའི་འབྲས་བུའི། ཨོམ་གྱིས་མཚོན་པའི། རགས་པ་ཕྲ་བ་ཤིན་ཏུ་ཕྲ་བའི་ལུས་ངག་ཡིད་གསུམ་པོ། ཇི་སྲིད་ཉོན་མོངས་པའི་གཞན་དབང་དུ་གྱུར་པ་དེ་སྲིད་དུ་འཁོར་བར་བྱེད། ཉོན་མོངས་སྤངས་ནས་ད་དུང་ཤེས་བྱའི་དྲི་བ་ལས་མ་གྲོལ་བར་བྱས་ནས་ཤེས་བྱའི་དྲི་བས་དུ་བཅད་པའི་རིང་དེ་ལ་སེམས་ཅན་བྱེད། དེ་འབྲས་ཀྱི་ཕྲ་བའི་ལུས་ངག་ཡིད་གསུམ་གྱི། སྟེང་གི། དྲི་མ་བག་ཆགས་དང་བཅས་པ་བརྟན་ནས་སྦྱངས་ནས། མདོར་ན་དེ་འཛིན་བག་ཆགས་དང་བཅས་པ། གཉིས་སྣང་འཁྲུལ་པའི་བག་ཆགས་ཕྲ་ཞིང་ཕྲ་བ་ནས་གཏན་དུ་སྤངས་པའི། སྐབས་ལ། ཨེ་ནི། འབྲས་བུ་སངས་རྒྱས་ཀྱི། གསང་གསུམ་གསལ་བྱེད་ཆེ། ཚེ་འདི་འདྲ་ཡིན་པ་ཡིན་དུ་ཆ་ནས། ད། ཨོམ། ལབ་དུས། ད་ལྟ་མ་དག་པའི། ལུས་ངག་ཡིད་གསུམ་དེ་ལ་བརྟེན་ནས་བཏགས་པའི།

མ་ནི་ས་ཡ་དེ་རིན་པོ་ཆེ་བཤད། རིན་པོ་ཆེ་གིས། ང་རང་ཚོ་འདོད་དོན་ཨེ་ནི་གཅིག་གིས་གཅིག་གི་བསམ་པའི་འདོད་དོན་དཔེ་སྒྲུབ་ཐུ་ཡ་རུ་གཅིག་དང་རེ་བ་སྐོང་ཐུ་ཡ་རུ་གཅིག་གིས། དགོས་འདོད་ཀུན་འབྱུང་གི་ནོར་བུ་ཟེར་བ་འདི་ཤེས་ཀྱི་འདུག་བ། ད་ནོར་བུ་ངོ་མ་དེ་དག་པའི་ཞེན་བྱེད་པའི་བྱང་ཆུབ་སེམས་དེ་རེད། སྔོན་ནས་དྲང་གནས་ཀྱི་རང་གཞན་འཕྲལ་ཡུན་རྣམ་པ་ཀུན་ཏུ་ཕན་པ་འབའ་ཞིག་དང་སྟེར་བར་བྱེད་པས་སྔོན་ནས་དྲང་གནས་ཀྱི་སེམས་ཀྱི་ཡིད་བཞིན་ནོར་བུ་ངོ་མ་ཆགས་བསྡད་ཡོད་རེད་དེ་འདྲའི་ཡིན་དུས་མ་ཎི་ཟེར་ཡ་དེ་གི་བྱང་ཆུབ་ཀྱི་སེམས་མཚོན། པདྨའི་ཟེར་ཡ་དེ་ཤེས་རབ་མཚོན། ཤེས་རབ་ཀྱི་ནང་ནས་གཙོ་བོ། སྟོང་ཉིད་རྟོགས་པའི་ཤེས་རབ་མཚོན། འོ། མ་ནི་པདྨའི་ཁོང་ཟེར་བ་དེ་གི། མི་ཤིས་པ། མི་ཤིས་པ་ཟེར་བ་དེ། ཐབས་བྱང་ཆུབ་སེམས་དང། ཤེས་རབ་སྟོང་ཉིད་རྟོགས་པའི་ཤེས་རབ་དེ། ཟུང་དུ་འབྲེལ་ནས། མདོར་ན། བྱང་ཆུབ་སེམས་ཀྱིས་ཟིན་པའི་སྟོང་ཉིད་ཀྱི་ལྟ་བ་བསྒོམ་དུས་རྣམ་ཀུན་མཆོག་འདས་ཀྱི་སྟོང་པ་ཉིད་གསལ་དུ་འཆར་བ་རེད། དེ་ལྟ་བུའི་རྣམ་ཀུན་མཆོག་འདས་ཀྱི་སྟོང་པ་ཉིད་དེ། ཐ་མལ་པའི། མ་དག་པའི། ལུས་ངག་ཡིད་གསུམ་གྱི་སྟེང་གི་དྲི་མ་བག་ཆགས་དང་བཅས་པ་སྦྱོང་ཡང་གི་གཉེན་པོ་མཐར་ཐུག་པ་དེ་དེ་ཡིན་པ་རེད། འོ་ད་དེ་དྲན་པ་བྱས་བྱས། ཨེ་ནས་ཨོ་མ་ནི་པདྨའི་ཨོ་མ་ནི་པདྨའི་འོད་ཟེར་དྲངས་ཀྱི་ཡིན་ན། ཡག་པོ་ཡག་རེད།

གསུངས། དེ་ལ་མ་ནི་འདས་ལུང་དེ་འདྲ་ཞིག་བྱས། ད་བྱས་ན། མ་ནི། ངས་ལ་སྟོན་ཡང་གོང་དེ། ང་ཚོ་མཉམ་འཚོ་ལབ་ཤོག་ཨ། ཕྱག་སྟོང་འཁོར་ལོས་བསྒྱུར་བའི་རྒྱལ་པོ་དང་སྤྱན་སྟོང་བསྐལ་པ་བཟང་པོས་སངས་རྒྱས་དུ་གང་ལ་གང་འདུལ་དེ་ལ་དད་སྟོན་པ་བཙུན་པ་སྤྱན་རས་གཟིགས་ལ་ཕྱག་འཚལ་ལོ།